ཕོ་བ་སི་ཡ་ཏིའི། རྣམ་ཤེས་རང་གི་ཕུང་པོ་ལས། བསྟན་ཐབས་སུ། ཕྱི་རོལ་ལས་བཏོན་ནས། ཨེ་ནི་ཞིང་ཁམས་གཞན་དུ། ལྕི་བ་བླངས་ཡ་ཏི་ལི་ཡའི་ཕོ་བ་སི་ལ་གོ་རེ། ཕོ་བའི་མན་ངག་ཚང་མའི་ནང་ན། ཕོ་བའི་ཉམས་ལེན་བྱས་ནས། ལུས། བཞག་བྱའི་རྣམ་བཞི་ག་དུས། སྟོན་ཆོག་འུ་རེས་ཟླ་བ་ཡིན་ན། འཆི་ལྟས་ལ་བརྟགས་ནས། ད་ཚིགས་མེད་པ་ད་འཆི་རན་པ། ད་དུས་ཚོད་ངེས་ཅན་གྱི་ནང་ལ་ཤི་ཡ་ཡིན་པ་ཐག་ཆོད་དེ་ཡོད་ན། དེ་ཙམ། ཕོ་བའི་དམ་དྲ་ཚང་མའི་ནང་ལ་འཆི་ལྟས་བརྟག་ཚུལ་དེ་གནད་ནས་གསུངས་ཡོད་རེད།

གཞུང་དེ་འདྲས་ནི་ངས་མཇལ་མ་སོང། ཡིན་ན་ཡང། ལུས་ཀྱི་ལྷ་བསད་པའི་བདེ་བ་ཡོད་རེད། ངག་གི་ཉམས་ལེན་བྱེད་མཁན་ཚོས། ལུས་ཀྱི་གོང་ནས་ལུས་ལ་ལྷ་བསྐོས་ནས་གོང་གི་ཡོད་རེད་བ། དེ་ཡིན་ཙང་ལུས་ཀྱི་ལྷ་བསྐོ། ཟེར་བའི་ཉེས་པ་ཡོང་གི་རེད་ཟེར་གི་ལ། ད་ཕལ་ཆེར། སྲོག་གཅོད་ཀྱི་ཉེས་པ་ཡོང་གི་ཡོད་ཟེར་བ་ཅིག། མངོན་གི་ཡོད་རེད་གང་ལྟར། ཕྱི་མ་རེད་གོང་ནས། ལུས་དེ་ཡང་འཆི་ལྟས་མ་བྱུང་གོང་ནས་ཕོ་བའི་ཉམས་ལེན་བྱས་པ་ཡིན་ན། དེ་སྲོག་གཅོད་པའི་ཉེས་པ་ཆ་ཚང་མེད་ནས་དེ་དང་ཆ་འདྲ་བ་ཅིག་ཡོད་པ་ཡིན་ཙང་དེ་བཀག་ན་རེད། ད་འཆི་ལྟས་ངེས་ཅན་བྱུང་པའི་སྐབས་ལ་ཡང། ཕོ་བ་མ་བརྒྱབ་ན་ཡང་ཤི་འགྲོ་ཡ་ཅིག་ཡིན་པ་དེ་གཏན་འཁེལ་སོང་ན་ནི་ཕོ་བ་བརྒྱབ་ནས་ཤི་ཆོག་ཡ་གི་གདམ་ཀ་དེ། ད་དེ་དུས་བཀའ་དྲུག་ཁྲོད་ལ་ཐམ་ག་དེ་བྱས་པ་ཡིན་ན་ཉེས་པ་མེད་གསུངས་པ་རེད། རང་ཤི་བྱས་པའི་ཉེས་པ་མེད་གསུངས་པ་རེད། ད་ད་ལ་ན་བཞིན་ན་ཚ་ཤུགས་དྲག་པོ་ཡོད་མཁན་གྱི་མི་དེ་དངོས་གནས་དྲ་གནས་ཚིག་རྫོགས་ནས་ཤི་ཡག་གི་འདམ་ལ་སླེབས་ཡོད་རེད། ཁོས་ན་ཚ་འདི་ནང་དུ་ཨུ་ཚུགས་བྱས་ནས་བསྡད་པ་ཡིན་ན་ད་དུང་ཉི་མ་མང་པོ་བསྡད་ཡག་གི་ཚིག་ཡོད་པ་དང། ཡང་མིན་ན་དྲག་ཡག་གི་རེ་བ་ཡོད་པ། དེ་འདྲའི་ཡིན་པ་ཡིན་ན། ཨ་ནི་ཁབ་ཀྱི་ནི་གསེར་ཡིན་ན། ཀུན་སློང་གི་ཆ་ནས་མི་གསལ་ཡ་གི་ཀུན་སློང་མེད་པ་ཡིན་ཙང། སྲོག་གཅོད་ཀྱི་ལས་ལ་དངོས་གཞི་རྫོགས་པ་ཡོད་མེད་མི་ཤེས་དེ། གང་ལྟར། སྲོག་གཅོད་པ་དང་མཚུངས་པའི་ཉེས་པ་ཅིག་ཏན་ཏན་ཡོང་ཟེར་བ་རེད། དེ་ཙམ་དུ་མ་ཟད་པའི།

ནི། དེ་འདི་ལས་ཡང་འཆི་བའི་རིམ་པ་གང་ལ་དུ་དེ་ནི་གང་ཟག་འདི་ལས་ཡང་མིག་ཟད་ཀྱི་ཤུགས་རྐྱེན་དང་སེམས་འཁྲུགས་ཡང་དང་དེ་འདི་ལས་ཡང་ནི། གནོད་པ་གས་ཡུལ་དང་མི་ཐི་གས་ནི་ཐི་བ་ལྟ་བུ་ཉིད་ལ་ལོས། དེ་ཏན་ཏན་ཡོང་དོགས་དང་རེས་ནང་གི་ཕྱི་རིམ། སྣང་ཆའི་ཐུགས་གསུང་གི་རིམ་པ་དེ་བྱེད་མ་ཐོབ་པའི་གོང་ལ་དབུགས་ཆད་མ་ཐག་ཏུ། སེམས་སྤོམ་པོ་ལ་ཡང་དེ་བྱས་པ་ཡིན་ན།

སྨན་ཁང་གི་ནང་ནས་སྙིང་མ་འཕར་བ་དང་ཀླད་པ་ལས་ཀ་མ་བྱེད་པའི་སྐབས་ཡོད་ལམ་སང་ཤི་ཟིན་པར་ངོས་འཛིན་བྱས་ཡོད་རེད་བ། ལ་རེད། དེ་ཙམ་དེ་ཡིན་ཙང་ལམ་སང་དེ་སྟོན་པ་ཡིན་ན་འཆི་བའི་རིམ་པ་ལ་ཏན་ཏན་གནོད་སྐྱོན་ཡོང་སྲིད་ཀྱི་རེད་བསམ་འདུག་དེ་འདྲ་ཡིན་ཙང་ནང་པའི་ལུང་པ་དེ་ཚོ་ནང་ན་བུ་དང་དེ་འདྲ་ཡིན་པ་ཡིན་ན་ཤི་བའི་རྗེས་ལ་ཡ།

ད་ལྟ་རྟག་པར་འདི་ནི་འཆད་བྱེད་ཀྱོ་རེད། དེ་དང་དེ་ཚོའི་རིགས་དེ། དམ་པའི་གཞུང་ནས་བཤད་པ་ཡིན་ན་ཚང་མ་ཡི་ནི་སྐྱེ་བ་ལན་ཚྭ་བར་བགས། ཡིན་ན་ཡང་ང་ཚོ་ཁོ་རེ་ཡ་གི་ལུགས་སྲད་ཀྱི་ཐོག་ནས་ཨེ་ནི། ཨེ་ནི་དེས་པའི་ཉིན་མོ་དེ་ལ། འཆད་བྱེད་ཡ་གི་ལུགས་སྲད་ཨེ་ནི་ཤུགས་ཆེན་པོ་ཆགས་བསྡད་ཡོད་རེད། དེ། འུ་ནས་ད་གཤིན་པོ་དེ་ལ་ཡ། ཕན་གྱི་ཡོད་རེད་པས། འདི་ནང་པའི་གཞུང་ཀྱང་བཤད་པ་ཡིན་ན། ཨ་ནི་ཁོ་ཚོ་ཚང་མ་སྐལ་བ་ལན་ཚ་རེད། ཨ་ནི་སྐལ་ལན་ཚ་བའི་མི་ལས་ཨ་ནི་ཕན་གྱི་ཡོད་པའི་སོར་ཅིག་ག་འདི་ཡིན་ནི་གསལ་པོ་ཧ་གོ་གི་མི་འདུག་ཨང།
འདས་པའི་ཉིན་མོ་དེ། འབྲེལ་བ་ཡོད་པའི་མི་དེ་ཚོས་ཁྱུ་བྱས་པ་ཡིན་ན། འདས་པོ་ལ་ངེས་པར་དུ་ཕན་གྱི་ཡོད་པ་དེ།

ད་འདས་པོ་མི་རབས་མང་པོའི་འདས་པོ་ཚོ་ལ་འཁྱུད་པ་བྱེད་ཡག་ལམ་སྲོལ། ཡང་དེ་ཚོ་ལ་གཏོར་མ་སྦྱིན་ཡག་གི་ལམ་སྲོལ། དེ་ཚོའི་རྗེས་དྲན་བྱེད་ཡག་གི་ལམ་སྲོལ། དེ་འདྲའི་མང་པོ་ཡོད་རེད་དེ་ཚོ་ཆུ་མ་དར་གོང་ནས་ཡོད་པས་ཡུལ་གྱི་གཤིས་ལུགས་ཅིག་ཡིན་གྱི་རེད་བསམ་འདུག་དེ་ན་རྒྱ་གར་ལྟ་བུ་ལ་ཆ་བཞག་པ་ཡིན་ན། རྒྱ་གར་གྱི་བྲམ་ཟེ་ཡི་ཆོས་ལུགས་ཅན་མང་པོ་གཅིག་གིས་མི་རབས་ལྔ་དྲུག་བཞག་ནས་ད་གང་ཁོ་རང་ཚོ་ལ་ཐུག་ཡོད་པ་ཚོས་ད་ནི་འདས་པའི་མི་རབས་དེ་ཚོས་དོན་དག་ལ་ལོ་རེ་བཞིན་ནས་དུས་ཚོད་ངེས་ཅན་ཅིག་ཐོག་ལ་ཡར་ཆོས་བྱེད་ཡག་དང་གཏོར་མ་བྱིན་ཡག་གི་ལམ་སྲོལ་འདི་འབྲི་ཆོག་རེད། སྙེ་མ་བོད་ལ་ནང་པའི་ཆོས་མ་དར་གོང་ལ་བོད་ཀྱི་བོན་ཆོས་དར་བའི་སྐབས་ལ་ཡང། སྡེ་བའི་གཤིན་པོ་དེ་ཚོས་དོན་དག་ལ་མི་རབས་མང་པོའི་གཤིན་པོ་ལ་ཡང་སྡེ་ཆོས་བྱེད་ཡག་གི་ལམ་སྲོལ་བརྒྱུད་བསྡད་པ་རེད། ད་དེ་ཡི་འདས་པོ་དེ་ཚོ་ལ་དམིགས་ནས་ཆུས་བྱེད་ཡག་དང་ཡང་མིན་ན་འདས་པོ་དེ་ཚོ་ལ་ཆུས་ཁ་ཕུད་ཡག་འདི་གཉིས་ཀྱི་གཏད་སོ་མི་འདྲ་ཡོད་རེད་བསམ་གོ་འདས་པོ་དེ་ཚོ་ཆེད་དུ་དམིགས་ནས་ཆུས་བྱས་པ་ཡིན་ན་ནི་ངོ་མ་གིས་འོང་ཆོག་གོ་རེད་འདས་པོ་དེ་ཚོ་ལ་ཆུས་ཁ་ཕུད་ཡག་ཟེར་དེ་རྗེས་དྲན་ཙམ་གྱི་རེད་མ་གཏོགས་དེ་ཡིས་ཁོ་ཚོ་ཆུས་བའི་ཡུལ་ཡ་ད་དཔེར་ན་རང་གི་ཕ་མ་དང་རྒན་རབས་དེ་བྱས་དེ། ཆུ་བེད་ཡོད་པའི་རྩེ་ནས་འབྲི་སྟབས་མི་ལྡོག་ཁ་བོ་རེད་དེ། ཡིན་ནའི་ཁོ་ཚོ་ལ་ཆུ་བ་ཕུད་ཡ་དེ་ཡུལ་གྱི་ཁུང་བའི་ཤེལ་ལུག་ཙམ་གྱི་རེད་མ་གཏོགས། ཆུ་དང་འབྲེལ་བ་ཡོད་ཅེས་བརྒལ་ཡིན་མ་རེད་བསམ་འདུག་ད་སྤྱི་དང་རྗེས་དྲན་བྱེད་ཡ་གཅིག་རེད། ད་བླ་མ་དང་སངས་རྒྱས་དང་ལྕགས་ཀྱུ་ཟེར་མ་དེ་འདྲ་ཡིན་པ་ཡིན་ན། དཔེར་ན་སངས་རྒྱས་མྱ་ངན་ལས་འདས་པའི་དུས་ཚོད་དེ་ངེས་ཅན་དུ་བཟུང་ནས་དེའི་ཉིན་མོ་དེ་ཚང་མས་སྟོན་པ་མྱ་ངན་ལས་འདའ་བའི་དུས་བཞིན་བྱས་ནས་རྗེས་དྲན་ཞུ་ཡག་དང་སྤྱི་བ་ཕུལ་ཡག། རང་གི་བླ་མ་དང། སྤྱི་བ་དམ་པ་ཆེན་པོ་དེ་ཚོ་འདས་པའི་ཚུལ་དུ་སྤྱི་བ་ཕུལ་ཡག་དེ་ཚོ་དང་ཆོས་དང་འབྲེལ་བ་རེ་བྱེད་རེས་གང་ཞིག་ནི་དེ་ཡི་ཉི་མ་ཁྱད་པར་ཅན་གྱི་སོང་ཡིན་ཙང་དེ་ཉིན་མོ་དེ། བླ་མ་དང། སངས་རྒྱས་བྱང་སེམས་ཡ། དེའི་དུས་ཚོད་བཟུང་ནས་སྤྱི་བ་ཕུལ་བ་ཡིན་ན་རྒྱུན་ལྡན་གྱི་སྤྱི་བ་ལས་བགྱི་བ་རླབས་ཆེ་བ་གདབ་ཡག་གི། དེ་འདྲའི། ཚུལ་གསུངས་ཡོད་རེད།

བཞི་བཅུ་ཞེ་དགུ་རིང་ལ་ང་ཚོ་མི་གསུམ་པོ་གི་ཆེད་དུ་ནང་མི་དེ་ཚོ་གི་སྔོན་མ་སྨོན་ལམ་རྒྱོབ་བོ་རེད། སྨོན་ལམ་དེ་ག་རེ་ཐོན་ལ་སྨོན་ལམ་རྒྱོབ་དགོས་པོ་རེད། སྨོན་ལམ་རྒྱོབ་སྟངས་ཅིག་ལྟོས་གསུངས་རོགས་གནང།
སྨོན་ལམ་ནམ་མཁའི་གསུང་རབ་ཀྱི་ནང་ལ་བརྩི་ཐང་སྨོན་ལམ་མང་པོ་ཡོད་རེད། དེའི་ནང་ནས་སངས་རྒྱས་རང་གིས་གསུངས་པའི་སྨོན་ལམ་གྱི་ནང་ལ་བཟང་པོ་བཅུ་པའི་སྨོན་ལམ་ཟེར་ཏེ་གཙོ་བོ་རབ་བརྩི་བ་རེད།

བསོད་ནམས་འབྲིང་གི་སྲོག་རེད། ད་མེ་ཏོག་དེ་སེམས་ཅན་ཐམས་ཅད་ཀྱི་རྒྱུན་དུ། སངས་རྒྱས་ཀྱི་གོ་བ་འཐོབ་ཡ། ཡང་མིན་ན་སེམས་ཅན་ཐམས་ཅད་ལ་ཕན་བདེ་སྐྱོང་བའི་ཆེད་དུ་ཡིན་བསམ་པས་སེམས་ཐམས་ཅད་ལ་སྨིན་པའི་ཀུན་སློང་ཅིག་གིས་སྤོས་པ་ཡིན་ན། ད་དགེ་བ་ཆེ་ཤོས་དེ་ཆགས་པ་རེད། ད་ག་ནང་བཞིན་དགེ་བ་དེ་སྒྲུབ་པའི་བྱེད་དེ་ཡ། ཨ་ནི་ངའི་དགེ་བ་དེ་ཡིས།

གཤིན་པོ་དེས་ངན་སོང་དུ་མི་འགྲོ་བ་ཙམ་གྱིས་མངོན་མཐོ་ཐོབ་པ་ཙམ་གྱིས་ཀྱི་ཆེད་དུ་མིན་པ་ཡིན་ན་དགེ་བ་དེ་ཆུང་ཆུང་ཆགས་གྲུབ་རེད། གཤིན་པོ་དེས་མངོན་མཐོའི་གོ་འཕང་ཅི་ཐོབ་དེ་ལ་བརྟེན་ནས་ནི་ཐར་པའི་ལམ་བསྒྲུབས་ནས་འཁོར་བར་བཅོས་ཐར་པ་ཐོབ་པའི་ཆེད་དུ་སྨིན་པར་ཤོག་ཟེར་ནས་བསྔོ་བ་བྱས་པ་ཡིན་ན་ནི་བསྔོ་བ་དེ་འབྲིང་གིས་ཆགས་པ་རེད། ངས་བསྔོ་བ་འདི་ལ་བརྟེན་ནས་གཤིན་པོ་དེ་བདེ་བ་ཅན་གྱི་ཞིང་དུ་སྐྱེས་ནས་རེད།